ཁྲེལ་མེད་དམོད་བགེགས་མ་གཏད་དོ། ལེ་ལོ་བག་མེད་བྱས་ཉེས་དང། ཤེས་བཞི་མ་ཡི་རྣམ་དབྱེ་བྱས། ཉེར་བཞི་རྩ་གཉིས་འཕེལ་ཤེས་དང། ཉེས་བཞི་ཉེ་བའི་ཉེས་མོ་སོགས་སོ། ད་དེ་འདྲ་བའི་ཉེས་བཞི་དེ་རྩ་གཉིས་དྲོད་དུ་འཕེལ་བ་དུ་ཤེས་བ་དང་དུ་གཙོ་བོ་རྩ་གཉིས་དུ་ཉེ་བ་ཡི་རྩ་ནི་རྩ་བའི་ཉིན་མོ་བར་དུ་ཉེ་བའི་ཉིན་མོ་ཟེར་ལབ་ཡོད་རེད།

ཁྲོ་བ་དུ་མཁྱེན་བརྩེ་བཅས་དབང་གིས་ད་དུས་དེ་ལ་བས་སེམས་གཏིང་ནས་མ་དགའ་བ་བྱས་བྱས་ལ་སེམས་གཏིང་ནས་མ་དགའ་བྱས་པ་ཞེས་འདྲེན་པ་ཟིན་ངེས་ད་ལ་ད་དུས་འཇལ་བར་མ་བྱས་པ་ནོར་འཁྲུལ་བྱས་པ་དེ་ལ་འཇལ་བར་མ་བྱས་པ་ཙམ་དུ་མ་ཟད། ཁྲོ་བ་དུ་མཁྱེན་བརྩེ་བཅས་དབང་གིས་ད་དུས་དེ་ལ་སེམས་གཏིང་ནས་མ་དགའ་བ་བྱས་པ་དེ་འདྲིས་ཅི་ལ་ཚིག་བར་ལ། ལྟར་ཕྲག་དོག་རེད། གཞས་ཀྱི་ཕུན་ཚོགས་ལ་མ་བསྲེས་པའི་སེམས་ཁུང་ནས་བསྒྲིགས་པའི་སེམས་ཤུགས་ཟིན་ཏེ་དཀའ་ཟེར་ལ། གཞན་གྱི་རྒྱུ་ནོར་ཡིན་ན་རེད་དཔལ་འབྱོར་ཡིན་ན་རེད་གོ་ས་ཡིན་ན་རེད་སྙན་གྲགས་ཡིན་ན་རེད་དེ་འདྲའི་ཅི་ལ་སེར་བསྟི་ནས། སོ་སོ་མ་དགའ་བ་བྱེད་པ་སོ་སོ་ལ་དེ་མེད་པའི་རྒྱུ་མཚན་ཡོད་ན། སོ་སོ་དེ་ལས། ཁོང་དེ་ཡག་རེད་འགྲོ་བའི་རྒྱུ་མཚན་དེ་འདྲའི་རྒྱུ་མཚན་མང་པོ་བཅས་ཟོན་བྱས་མ་དགའ་བ་བྱས་བྱས་ལ་དེ་ལ་ཕྲག་དོག་ལ། ལྟ་ཟེར་ན་ཟེར་དེ་དཀའ་ཟེར་ལ་སོ་སོ་གྱི། ཡོ་གཞས་ཡིན་ན་འགྲིག་གི་ཡོད་རེད། སོ་སོ་གི་དངུལ་ཡིན་ན་འབྲི་གི་ཡོད་རེད་སོ་སོ་གི་དུས་ཚད་ཡིན་ན་འབྲི་གི་ཡོད་རེད་སོ་སོ་གི་བློ་གཞུག་ཡིན་ན་འབྲི་གི་ཡོད་རེད་དེ་མི་གཞན་པ་ཅིག་ལ་གཏོང་བ་མི་འདེབས་འཛི་བདེ་ཅིག་ཡིན་ན་ད་ནི་སེ་ན་རེད། ད་ནི་རྗེ་ལ་དེ་ག་ཟེར་ལ། ད་སོ་སོ་ལ་ཡིད་བརྟན་མེད་པ་ཡིན་ན་ཡའི་ཡའི་མདོག་མདོག་འདྲ་བོ་ཅིག་བྱས་ཅི་ཡོད་རེད་བ། འོ་དེ་ལ་རྗེ་ལ།

ཨ་ནེ་སེན་གཏི་ནས་ང་རྒྱ་དུ་སྣོམ་པ་འདྲ་བོ་ཡོན་པ་གང་ཞིག་ལ་གང་བསྡད་ཉིན་འདྲ་ཁྱི་བསྡད་ཉིན་འདྲ་ཧོ་དེ་འདྲིས་བྱེད་ལ་འདྲ་པ། ལྟ་ནམ་ཚེ་ལ་དེ་ག་ས་ལས་གཞན་ལ་ཉི་ཚེ་བ་མེད་པར་མ་ཟད་དེ་ལ་ཐོ་འཚོང་པ་སྣེ་བ་བྱེད་འདས་ཀྱི་ཚེ་ཤུལ་གྱི་ལ་སྣང་པ་འཚལ་བ། ལྟ་ངོ་ཚ་མེད་པ་ལ་ན་སོ་སོ་གི་རྫི་མ་འདྲ་བོ་ཅིག་སྐྱེས་པ་ཡིན་ན་ཡང་ཨ་ང་ནང་པ་ཅིག་རེད། བྱས་ཙང། ངེད་ཀྱིས་མིར་གཞན་པ་ལ་རྫུན་མ་བཤད་ན་འགྲིག་གི་མ་རེད་དེ་ངག་གིས་མ་དགེ་བ་རེད་ཟེར་ནས་སོ་སོ་སྦྱིན་སྲེག་དུ་བྱས་ནས་ཉེས་པ་ལ་འཛེམ་པ་ཡིན་ན་ངོ་ཚ། ཉེས་པ་ལ་མ་འཛེམ་པ་ཡིན་ན་ངོ་ཚ་མེད་པ། ཨ་ནེ་ཁྲེལ་མེད་པ་སི་ཏི་ཀ་ཟེར་ལ། ཨ་ཏག་ངས་ཁོ་ལ་མགོ་སྐོར་གཏོང་ན་འགྲིག་གི་མ་རེད་ཁོ་མགོ་སྐོར་ཐེབས་ན་འགྲིག་གི་མ་རེད་ཁོ་ངའི་གྲོགས་པོ་རེད་ཁོ་ངའི་ཕ་ཡུལ་གྱི་པ་རེད་ཁོ་ངའི་པི་འཇག་རེད་འདྲ་བོ་བྱེད་ལགས་བྱས་ཁོ་ལ་བལྟས་ན་ཉེས་པ་བཤད་ན་འགྲིག་གི་མ་རེད་རྫུན་མ་བཤད་ན་འགྲིག་གི་མ་རེད་མ་བསམ་པ།

ཨ་ནེ་ཤེས་བཞིན་མ་ཡིན་པ་ལ་དེ་ག་ཟེར་ལ་ཨ་སྟེ་ག་རེ་ཡོང་གི་འདུག་ངས་ག་རེ་བསམ་གི་འདུག་ངས་ག་རེ་བྱེད་གི་འདུག་ཏག་ཏག་དེ་བྱས་ན་ཁོ་ལ་ཕོག་གི་མི་འདུག་ཁོ་ལ་གནས་འགྲོ་གི་མི་འདུག་དེ་འདྲིའི་ཅི། སོ་སོ་སོ་སོ་རང་གི་མགོ་སེར་ལ་བྱ་ར་བྱེད་པ་དེ་ལ། ཤེས་བཞིན་བྱེད་བྱ་ར་མ་བྱས་ན་ཤེས་བཞིན་མ་ཡིན་པ་རེད།